དེ་ནས་སྔོན་འབར་བ་ཐམས་ཅད་འགོག་ཚུལ་གསལ། འདིའི་སྒང་དུ་ང་རང་ཚོ་བྱེ་བྲག་མ་བ་དང་མདོ་སྡེ་བ་སེམས་ཙམ་པ་གསུམ་གྱིས། གྲུབ་མཐའི་རྣམ་བཞག་རགས་རིམ་ཅིག་བཤད་ཟིན་པ་དེ་འདྲ་རེད། ད་ནི་སྤྱིར་བཏང་དངུལ་སྨྲ་བ་གི་གྲུབ་མཐའ་གི་རྣམ་བཞག་ཚང་མ་ཅིག་བཤད་ཟིན་པའི་རྗེས་སུ། དངུལ་སྨྲ་བ་གི་འདོད་པ་དེ་འདོད་པ་ཡང་དག་པ་དང་ཡང་ན་སངས་རྒྱས་བཅོམ་ལྡན་འདས་ཀྱི་དགོངས་པ་མཐར་ཐུག་རེད་བས་ཟེར་ལབ་པ་ཡིན་ན་དེ་མ་རེད་ཟེར་གྱི་ཡོད་པ་རེད། དེ་མ་ཡིན་པ་ཡིན་ཙང་དངུལ་སྨྲ་བ་གི་འདོད་པ་དེ་དག་ཐམས་ཅད་དབུ་མ་པ་གིས་འགོག་གི་རེད། འོ་མ་བས་སྔོ་མ་བ་གིས་འདོད་པ་དེ་ལ་དགག་པ་བརྒྱབ་ཀྱི་ཡོད་པ་རེད་ཟེར། ཨ་དེ་འདྲ་ཅིག་གསུང་གི་ཡོད་པ་རེད། གནས་འདིའི་རྩ་བ་ལ་དངོས་མིན་སྐྱོན་རྣམས་འཕགས་ཞབས་གཞུང་གིས་བཀག་ཟེར། ཨ་དེ་འདྲ་གསུང་བ་རེད་སྔོ་མ་བ་གི་གྲུབ་མཐའ་གི་སྐྱོན་དེ་དག་འཕགས་པ་ཀླུ་སྒྲུབ་ཡབ་སྲས་ཀྱི་གཞུང་གིས་བཀག་པ་རེད། ཨོ་དེ་འདྲ་ཅིག་གསུང་གི་ཡོད་པ་རེད་བཀག་སྟངས་འདྲ་བོ་ག་འདྲའི་ཡོད་པ་རེད་ལབ་ན། ཁྱད་བྱེད་སོགས་ཀྱི་རྣམ་གཞག་འཇོག་པ་ན་གཞི་རྟེན་བདེན་པར་གྲུབ་པ་ཞིག་གཞིར་བཞག་ནས་འཇོག་པས་དེ་ཐམས་ཅད་ལ་དངོས་པོར་སྨྲ་བ་ཞེས་ཟེར་བ་ཡིན། ཁྱད་རང་སྨྲ་བ་དང་མདོ་སྡེ་བ་སེམས་ཙམ་པ་གསུམ་ལ་དབུ་མ་པའི་ངོས་ནས་བཤད་པ་ཡིན་ན་དངོས་སྨྲ་བ་ཟེར་གྱི་ཡོད་པ་རེད། དངོས་སྨྲ་བ་གིས་དོ་བདག་ག་རེ་ལབ་ན་གོ་རང་ཚོ་གི་ལས་རྒྱུ་འབྲས་དང། ད་ནི་བཅད་བཤད་ལས་གསུམ་གྱི་རྣམ་གཞག་ལ་སོགས་པ་གང་འདྲ་ཅིག་བཞག་ན་ཡང་བདེན་པར་གྲུབ་པ་ཅིག་གཞིར་མ་བཞག་པ་ཡིན་ན། བཅད་བཤད་ལས་གསུམ་དང་རྒྱུ་དང་འབྲས་བུ་ལ་སོགས་པའི་རྣམ་གཞག་དེ་དག་བཞག་འདུག་གོ་མ་རེད། དཔེར་ན་ལས་བསགས་ལས་ཀྱི་འབྲས་བུ། ལས་བསགས་ལས་ཀྱི་བག་ཆགས་ཀུན་གཞི་ལ་བཞག། ཀུན་གཞི་ལ་ཡོད་པའི་བག་ཆགས་སླར་ཡང་སྐྱེ་བ་ཕྱི་མ་སྨིན་པ་ལ་སོགས་པ་འདི་དག་གི་རྣམ་གཞག་གི་མཐར་གཏུགས་ས་གཞི་རྟེན་ལྟ་བུ་དེ་ལ་ཀུན་གཞིའི་རྣམ་པར་ཤེས་པ་བདེན་པར་གྲུབ་པ་གྱིས་ལེན་གྱི་ཡོད་པ་རེད་སེམས་ཙམ་པའི་ལུགས་ལ། མདོ་སྡེ་བ་གའི་ལུགས་ལ་བདེན་པར་གྲུབ་པ་ཞེས་ལབ་པ་ཡིན་ན་དངོས་པོ་ཐམས་ཅད་བདེན་པར་གྲུབ་པ་ཡིན། འོ་དེ་འདྲ་དོན་དམ་པར་དོན་ཆེན་ནུས་པ་རྒྱུ་དང་འབྲས་བུའི་རིགས་འདི་དག་ཐམས་ཅད་བདེན་པར་གྲུབ་པ་ཡིན་ཟེར་གྱི་ཡོད་པ་རེད། སེམས་ནི་བྱེ་བྲག་མ་བ་གའི་ཡོད་པ་ཡིན་ན་བདེན་པར་གྲུབ་པ་ཡིན་ཟེར་གྱི་ཡོད་པ་རེད། བདེན་པར་མ་གྲུབ་ན་ཡོད་པའི་རྣམ་གཞག་བྱ་ཐུབ་ཀྱི་ཡོད་པ་མ་རེད། ཡིན་ཙང་གྲུབ་མཐའ་འདི་གསུམ་ག་གིས་ཁྱད་བྱེད་ལས་གསུམ་གྱི་རྣམ་གཞག་ག་འདྲ་ཅིག་བཞག་ན་ཡང། བདེན་པར་གྲུབ་པ་ཅིག་གཤིས་ལ་མ་ཆགས་ན། བྱ་བ་དང་བྱེད་པ་དེ་ནི་ལས་དང་རྒྱུ་འབྲས་ལ་སོགས་པའི་རྣམ་གཞག་གང་ཡང་གཞག་མི་ཐུབ་པའོ། ཆོས་ཐམས་ཅད་བདེན་པར་མ་གྲུབ་པ་རེད་ཟེར་བ་དང་མེད་པ་རེད་ཟེར་བ་གཉིས་དོན་དག་གཅིག་པ་ལྟ་བུ་ཅིག་ལ་གོ་བ་ལངས་ནས་དེ་འདྲ་ཅིག་བཤད་ཀྱི་ཡོད་པ་རེད། ཡིན་ཙང་དེ་རྣམས་ཀྱིས་གྲུབ་མཐའི་བློ་སྐྱོན། ཁོང་རྣམས་ཀྱི་སྐྱོན་དེ་ཡོངས་སུ་རྫོགས་པ་ནི་འཕགས་ཞབས་ཀྱི་གཞུང་རིག་པའི་ཚོགས་དང་དེའི་རྗེས་འབྲང་རྣམས་ཀྱིས་བཀག་ནས་བདེན་པར་སྨྲས་པ་ལ་ཁྱད་ཆོས་འཇོག་པར་མཛད་དོ། དེ་འདྲ་གསུངས་པ་རེད། དེ་ག་རེ་ལབ་ན། བདེན་པར་གྲུབ་པའི་དངོས་པོ་ཅིག་ཤ་ཚིལ་ཆེ། ཁྱད་ཆོས་ལས་གསུམ་དང་རྒྱུ་འབྲས་ཀྱི་རྣམ་གཞག་དེ་བཞག་ཏུ་མ་རེད། དབུ་མ་པའི་ལུགས་ལ། དབུ་མའི་བདེན་པར་མ་གྲུབ་པ་ཡིན་ཙང་ནི་དེ་ལ་འགྱུར་བ་ཐེབས་པ་ཡོད་པ་རེད་འགྱུར་བ་ཐེབས་པ་ཡོད་པ་ཡིན་ཙང་རྒྱུ་དང་འབྲས་བུ་དང་བྱ་བ་བྱེད་པ་ལ་སོགས་པ་བཞག་ཐུབ་ཀྱི་ཡོད་པ་རེད། དབུ་མ་པའི་ལུགས་ལ་བདེན་པར་མ་གྲུབ་པ་ཡིན་ཙང་བྱེད་བྱེད་ཀྱི་རྣམ་གཞག་བཞག་ཐུབ་པ་དང་དབུ་མ་པའི་ལུགས་ལ་བདེན་པར་གྲུབ་པ་ཡིན་ཙང་བྱེད་བྱེད་ཀྱི་རྣམ་གཞག་འཇོག་ཐུབ་པ་བཅས་ནི་དབུ་མ་པ་དང་དབུ་མ་པའི་ལྟ་བ་ལ་ནི་ཁྱད་པར་ཆེན་པོ་ཡོད་པ་རེད་ཟེར་གྱི་ཡོད་པ་རེད། དབུ་མ་པའི་འདོད་པ་དེ་དག་གཞུང་གང་དག་གིས་བཀག་ཡོད་པ་རེད་ལབ་ན། མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་རིགས་ཚོགས་དྲུག། དབུ་མ་རྩ་བ་ཤེས་རབ་ལ་སོགས་པ་དང་དེའི་རྗེས་སུ་འབྲང་བ་སློབ་དཔོན་ཟངས་ཀྱི་སྤྱན་དང་དཔལ་ལྡན་ཟླ་བ་གྲགས་པ་ལ་སོགས་པས། བདེན་པར་གྲུབ་པའི་དངོས་པོ་རྡུལ་ཙམ་མེད་ན་ཡང་བྱ་བྱེད་ལས་གསུམ་གྱི་རྣམ་གཞག་འཐད་པའི་ཚུལ་དེ་གསལ་བར་མཛད་པ་རེད། ད་ནི་སྤྱིར་བཏང་སེམས་ཙམ་པ་དང་དབུ་མ་པ་གཉིས་ཀ་ཐག་ཆེན་པའི་གྲུབ་མཐའ་སྨྲ་བ་ཡིན་པ་གཅིག་པ་ཡིན་ན་ཡང་དེ་གཉིས་ལ་ཁྱད་པར་ཡོད་པ་རེད། དབུ་མ་དང་སེམས་ཙམ་པ་གཉིས་ཀྱི་ཁྱད་པར་གཙོ་བོ་དེ་ག་རེ་རེད་ལབ་པ་ཡིན་ན་གཟུང་འཛིན་གཉིས་ཀྱིས་སྟོང་པའི་ཤེས་པ། རང་རིག་རང་གསལ། དོན་དམ་གྲུབ་པར་འདོད་པ་དང་མི་འདོད་པ་ཐག་ཆེན་སྡེ་གཉིས་ཀྱི་ཁྱད་པར་གཙོ་བོ་ཡིན་ཏེ། ཐག་ཆེན་སྡེ་གཉིས་ལབ་པ་ཡིན་ན་སེམས་ཙམ་པ་དང་དབུ་མ་པ་གཉིས་བསྲེགས་ཡོད་པ་རེད། སེམས་ཙམ་པའི་ལུགས་ལ་གཟུང་འཛིན་གཉིས་སྟོང་གི་ཤེས་པ་དེ་དོན་དམ་པར་འམ་ཡང་ན་བདེན་པར་གྲུབ་པར་འདོད་པ་དང། དབུ་མ་པའི་ལུགས་ལ་བདེན་པར་གྲུབ་པ་རྡུལ་ཙམ་ཡང་མེད་པ་དེ་འདྲ་ཡིན་པ་ཡིན་ཙང། དབུ་སེམས་གཉིས་ཀྱི་ཁྱད་པར་གཙོ་བོ་དེ་ཤེས་པ་བདེན་པར་གྲུབ་པ་འདོད་མི་འདོད་ཀྱི་བྱ་དགའ་ཡོད་པ་རེད། ད་ནི་དེ་རིང་གི་ང་ཚོའི་སློབ་ཚན་འདི་འདྲ་གཅིག་ནས་མཚམས་བཞག་རྒྱུ་ཆེད་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།